ས་གནས་འགོ་འཛིན་ངོས་ནས་མི་མང་ཆ་ཚང་ལ་ཡང་འབོད་སྐུལ་ཞུས་ཏེ་བཞོ་ཁའི་རྔ་བོ་ནས་མར་གླིང་སྐོར་བས་དང་དགོན་བདག་ཕྱི་དབུས་གླིང་སྐོར་ལ་བས་ཏེ་ཁུལ་ནས་མར་གནང་རོགས་བྱེད་ལ་ཆེད་ངས་གསལ་བསྒྲགས་ཞུ་གི་ཡོད་འབོད་སྐུལ་ཞུ་གི་ཡོད་བྱས་ཙང་སོ་སོའི་གི་ཁྱབ་ཁོངས་ནང་ལ་ཡོད་པའི་གི་ཆ་ཚང་ལ་ཡང་དེ་ལན་ཅིག་ཡིན་གཅིག་མིན་གཅིག་ཐོས་པ་བྱེད་རོགས་བྱེད་ལ་ཆེད་མི་མང་ཆ་ཚང་ལ་ལ་ངས་གསལ་བསྒྲགས་ཞུ་གི་ཡོད། ང་ཚོ་གདམ་གསེས་ལ་ས་གནས་མི་མང་ཚང་མ་ལོ་ལ་ངའི་ཞོགས་ཀའི་འཚམས་འདྲི་བཀྲ་ཤིས་ལ་ཞུ་ཡས་ཡིན་ད་ལྟ་གསལ་བསྒྲགས་གལ་ཆེ་གཅིག་ལ་ཡ་ཨ་ནི་ཁ་ཚ་ནས་ད་ལྟ་ང་ཚོ་གླིང་སྐོར་ལ་འགའ་ལ་ཡ་དོམ་གླས་འགོ་བཙུགས་ཚར་བཞག་ཨ་ནི་ད་རིང་ཞོགས་ཀའི་ང་ཚོ་འདུག་བྱས་རྒན་འཁོགས་གཅིག་ལ་དཀའ་ངལ་འཕྲད་པ་དེ་འདྲ་བྱུང་བཞག་བྱས་ཙང་ས་གནས་འགོ་འཛིན་ངོས་ནས་མི་མང་ཆ་ཚང་ལ་ཡ་འབོད་སྐུལ་ཞུ་ཡས་ཏེ་ཨ་ནི་ཞོགས་ཀའི་སྔ་བུ་ནས་མར་གླིང་སྐོར་བས་དང་དགོན་བདག་ཕྱི་བུ་གླིང་སྐོར་ལ་བས་ཏེ་ཁུལ་ནས་མར་གནང་རོགས་བྱས་ལ་བྱས་ངས་གསལ་བསྒྲགས་ཞུ་གི་ཡོད་འབོད་སྐུལ་ཞུ་གི་ཡོད་བྱས་ཙང་སོ་སོའི་གི་ཁྱབ་ཁོངས་ནང་ལ་ཡོད་པའི་གི་ཆ་ཚང་ལ་ཡ་འདི་ལན་གཅིག་ཡིན་གཅིག་མིན་གཅིག་ཐོས་པ་བྱེད་རོགས་བྱས་ལ་བྱས་མི་མང་ཆ་ཚང་ལོ་ལ་ངས་གསལ་བསྒྲགས་ཞུ་གི་ཡོད། ང་ཚོ་གདམ་ས་ལ་ས་གནས་མི་མང་ཚང་མ་ལོ་ལ་ངས་ཞོགས་ཀའི་འཚམས་འདྲི་ཕྲད་ལ་ཞུ་ཡས་ཡིན་ད་ལྟ་གསལ་བསྒྲགས་གལ་ཆེ་གཅིག་ལ་ཡ་ཨ་ནི་ཁ་ས་ནས་ད་ལྟ་ང་ཚོ་གླིང་སྐོར་ལ་འགའ་ལ་ཡ་དོམ་ལས་འགོ་བཙུགས་ཚར་ཤ་ཨ་ནི་ད་རིང་ཞོགས་ཀའི་ང་ཚོ་འདུག་བྱས་རྒས་འཁོགས་གཅིག་ལ་དཀའ་ངལ་ཕྲད་པ་དེ་འདྲ་བྱུང་ཤ་བྱས་ཙང་ས་གནས་འགོ་གཙོའི་ངོས་ནས་མི་མང་ཆ་ཚང་ལ་ཡང་འབོད་སྐུལ་ཞུས་ཏེ་བཞོ་ཁའི་རྔ་བོ་ནས་མར་གླིང་སྐོར་བས་དང་དགོན་བདག་ཆེ་བོ་གླིང་སྐོར་ལ་བས་ཏེ་ཁུལ་ནས་མར་གནང་རོགས་བྱེད་ལ་ཆེད་ངས་གསལ་བསྒྲགས་ཞུ་གི་ཡོད་འབོད་སྐུལ་ཞུ་གི་ཡོད་བྱས་ཙང་སོ་སོའི་གི་ཁྱབ་ཁོངས་ནང་ལ་ཡོད་པའི་གི་ཆ་ཚང་ལ་ཡང་དེ་ལན་ཅིག་ཡིན་གཅིག་མིན་གཅིག་ཐོས་པ་བྱེད་རོགས་བྱེད་ལ་ཆེད་མི་མང་ཆ་ཚང་ལ་ལ་ངས་གསལ་བསྒྲགས་ཞུ་གི་ཡོད།